ས་འཁི་རྣམ་པ་བདེ་མོའི་ན་ང་ཆགས་མིན་ཚོ་ཡིན་ཨེ་ཞི་ཡ་རང་བཟང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོ་སྐད་ཀྱི་ཐད་གཏོང་ལས་རིམ་ད་ལྟ་འགོ་འཛུགས་རྒྱུ་ཡིན་དེ་རིང་ནི་བོད་རྒྱལ་ལོ་ཉིས་སྟོང་བཅུ་བརྒྱད་ར་ཞེ་ལྔ། རབ་གནས་ས་ཆེ་ལོའི་བོད་ཟླ་དང་པོའི་ཚེས་ཉི་ཤུ་རྩ་གཅིག་དང་སྤྱི་ལོ་ཉིས་སྟོང་བཅུ་བརྒྱད་ལོའི་སྤྱི་ཟླ་གསུམ་པའི་ཚེས་བདུན་རེས་གཟའ་ལྷག་པ་རེད་ཞུ་ནས་ངའི་བློ་མཐུན་ས་འཁི་རྣམས་ལ་བཀྲ་ཤིས་བདེ་ལགས་ཀྱི་འཚམས་འདྲི་དང་བཅས། དེ་རང་གི་ལས་རིམ་ཁག་ངོ་སྤྲོད་དང་གསལ་འབྱེད་བྱ་རྒྱུ་ཡིན། དེ་རང་གི་ལས་རིམ་ཁག་གི་ཐོག་མར་གསུམ་བཅུ་དུས་དྲན་སྔ་ནུབ་ཏུ་རྒྱ་ནག་གཞུང་གིས་བོད་ནང་གཞི་རྒྱ་ཆེ་བའི་དམག་དོན་སྦྱོང་བརྡར་སོགས་བྱས་ནས་བོད་མི་ཚོར་འཇིགས་སྣང་སླེབས་བཞིན་པའི་སྐོར་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གིས་བརྗོད་པའི་གནས་ཚུལ་དང་བཅས་དེ་རང་གི་གསལ་འབྱེད་ཁག་དང། དེ་ནས་ས་གནས་འདི་དང་བའི་གནས་ཚུལ་ཞིག་དང། སྐྱབས་རྗེ་ཤངས་རྩེའི་ཆོས་རྗེ་རིན་པོ་ཆེ་མཆོག་གིས་དབའ་ཡུལ་བསམ་གཏན་ལ་འགོན་པའི་ནང་བོད་དང་ཧི་མ་ལའི་རི་རྒྱུད་ནུབ་ཕྱོགས་རྒྱལ་ཁབ་ཀྱི་ཆོས་ཞུ་བ་དེ་བཞིན་རྒྱལ་རིགས་ཆོས་ཞུ་བ་རྣམས་ལ་གསུང་ཆོས་སྩལ་བའི་གནས་ཚུལ་ཞིག་ཡོད། ད་མཐའ་མ་དེར་རྒྱ་ནག་གཞུང་གི་རྩ་ཁྲིམས་ལ་འགྱུར་བ་བཏང་སྟེ་རྒྱལ་ཁབ་ཀྱི་ཀྲུའུ་ཞིའི་ལས་ཡུན་ཚད་མེད་པ་བཟོ་བཞིན་པའི་སྐོར། དབྱེ་ཞིབ་བྱས་པ་ཞིག་དང་ཅིས་དེ་རིང་གི་ལས་རིམ་ཁག་གསན་རོགས་གནང། ས་ཁུལ་རྣམ་པ་ལྔ་ཆགས་མིན་ཚོ་ཡིན་ངོ་ན་གསར་འབྱོར་བྱས་རྗེས། བོད་མི་མང་སྤྱི་འཐུས་ལྷན་ཁང་ནས་གསར་དུ་བདམས་ཐོན་བྱུང་བའི། མེ་སྒར་ལྷ་ཡི་སྤྱི་ཁྱབ་བློན་ཆེན་མཆོག་དང་འབྲེལ་ལྗོངས་ཀྱི་གྲོས་ཚོགས་འཐུས་མི་ཧེ་ཤི་ལ་ཆུང་པ་རྣམ་གཉིས་ལ་འཚམས་འདྲི་གནང་ཡོད། བོད་མིའི་སྒྲིག་འཛུགས་ཀྱི་དྲ་གནས་ཐོག་གནས་ཚུལ་སྤེལ་བ་ལྟར་ན། བོད་མི་མང་སྤྱི་འཐུས་ཚོགས་གཙོ་བསོད་ནམས་བསྟན་འཕེལ་མཆོག་གི་མཚན་ཐོག་ནས་ཉེ་ཆར་གསར་དུ་བདམས་ཐོན་བྱུང་བའི་རྒྱ་གར་བྱང་ཤར་མ་ག་ལ་ཡའི་སྤྱི་ཁྱབ་བློན་ཆེན་འཁོར་བ་སྒྲུབ་མཁས་གསང་མ་མཆོག་དང་འབྲེལ་སྦྱོང་བར་བསྡད་ནས་གྲོས་ཚོགས་གོང་མའི་འཐུས་མིར་སླར་ཡང་བདམས་ཐོན་བྱུང་བའི་སྐུ་ཞབས་བྷེ་ཤི་ལ་མཆོག་འབའ་རྣམ་གཉིས་ལ་འཚམས་འདྲི་གནང་ཡོད། སྤྱི་འཐུས་ཚོགས་གཙོ་མཆོག་གིས་མེ་གྷལ་ལ་ཡའི་མངའ་སྡེའི་སྤྱི་ཁྱབ་བློན་ཆེན་འདེམས་ཐོན་བྱུང་བའི་སྐུ་ཞབས་སངྒ་མ་ལ་སྐུ་ཉིད་ཀྱི་དབྱིབས་ལྡན་པ་བྷི་ཁེ་སངྒ་མ་མཆོག་དང་ཤང་མོ་དབྱི་གཞུང་གི་སྤྱི་ཁྱབ་ཟུར་པ་ཨན་གྷ་དྷ་སངྒ་མ་རྣམ་གཉིས་ནས་བོད་དོན་ཐོག་ཐུགས་ཁུར་ཆེན་པོ་གནང་བར་བཀའ་དྲིན་རྗེས་དྲན་ཞུ་བ་དང་འབྲེལ་ད་ཡའི་སྐུ་ཉིད་སྤྱི་ཁྱབ་བློན་ཆེན་ལྟ་བུའི་ཐུགས་འགན་ཐོག་བདམས་ཐོན་བྱུང་བར་འཚམས་འདྲི་ཞུ་རྒྱུ་ཡིན་ལ་མངའ་སྡེའི་མི་མང་གི་མངོན་འདོད་ལྟར་མངའ་སྡེའི་བདེ་སྐྱིད་ཆེད་ཐུགས་འགན་ལམ་ལྷོང་ལྡན་པའི་ཐོག་ནས་འགྲུབ་ཐུབ་པའི་སྨོན་འདུན་ཞུ་གི་ཡོད་ཅེས་གསུངས་ཡོད་པ་རེད། དེ་དང་མཉམ་དུ་འབྲས་ལྗོངས་བར་སྡེ་ནས་གྲོས་ཚོགས་གོང་མའི་ནང་འཐུས་མིར་སླར་ཡང་འདེམས་ཐོན་བྱུང་བའི་སྐུ་ཞབས་ཧི་མ་ལ་ཆུང་པ་མཆོག་ལ་འཚམས་འཕྲིན་གནང་བའི་ནང་དུ་ཡང་སྐུ་ཉིད་ནས་ད་བར་མི་དམངས་ཀྱི་བདེ་དོན་ཆེད་ཐུགས་འགན་ཡག་པོ་བཞེས་པའི་གྲུབ་འབྲས་སུ་སླར་ཡང་བར་སྡེ་གཞུང་ནས་ཡིད་ཆེས་ཀྱི་ཐོག་ནས་གྲོས་ཚོགས་འཐུས་མིར་འདེམས་པར་བསྔགས་བརྗོད་དང་དགའ་བསུ་འཚམས་འདྲི་ཡོད་ལ། མུ་མཐུད་དུ་མི་མང་གི་བདེ་རྩ་དང་དངོས་བདེའི་ལས་དོན་ཡར་རྒྱས་གཏོང་ཐབས་གནང་བའི་རེ་སྨོན་ཞུ་གི་ཡོད་ཅེས་གསུངས་ཏེ་གང་ལྟར་གོང་བརྗོད་དཔོན་རིགས་གཉིས་ནས་ད་བར་སྤྱི་འཐུས་གྲོས་ཚོགས་འཐུས་མིའི་སྐུ་ཚབ་རྣམ་པ་ཐུག་འཕྲད་གནང་རྒྱུ་མཚོན་བོད་དོན་འཐབ་རྩོད་ཀྱི་ལས་དོན་ཐོག་ཐུགས་ཁུར་ཆེ་བཞེས་གནང་བར་ཐུགས་རྗེ་ཆེ་ཞུས་ཡོད་པ་རེད། རྒྱ་ནག་གཞུང་གིས་འགྲོ་བ་མིའི་ཐོབ་ཐང་སྲུང་སྐྱོབ་ཁྲིམས་རྩོད་པ་ཚོས་ལས་གཉེར་དཔང་ཡིག་བླངས་ཕྱིར་རྩིས་མེད་གཏོང་ཕྱིར་གྱི་བརྡ་ཐོ་སྤེལ་འདུག་པེ་ཅིན་གྲོང་ཁྱེར་སྲིད་ཁྲིམས་ལས་ཁུངས་ནས་ཟླ་བ་འདིའི་ཚེས་ལྔ་ཉིན་ཆད་པ་གཅོད་པའི་གསལ་བསྒྲགས་ཤིག་སྤེལ་ཏེ་པེ་ཅིན་ཧྥིན་རིའི་ཁྲིམས་རྩོད་ལས་ཁུངས་ཀྱིས་ལས་གཉེར་དཔང་ཡིག་བླངས་ཕྱིར་རྩིས་མེད་བཟོ་འཆར་བྱས་ཡོད་ལ་དེ་ནི་རྒྱ་ནག་གཞུང་གིས་འགྲོ་བ་མིའི་ཐོབ་ཐང་སྲུང་སྐྱོབ་ཁྲིམས་རྩོད་པ་དང་འགྲོ་བ་མིའི་ཁེ་དབང་སྲུང་སྐྱོབ་བྱེད་མཁན་བདུན་ཐུག་གི་འཛིན་བཟུང་གྱོད་དོན་ཆེན་མོའི་ཁྲོད་ཧྥིན་རིའི་ཁྲིམས་བཟོ་ལས་ཁུངས་ནི་རྒོལ་རྡུང་བྱེད་སའི་དམིགས་འབེན་དུ་བཟུང་བ་ཞིག་རེད། སྤྱི་ཚེས་ལྔ་ཉིན་པེ་ཅིན་སྲིད་ཁྲིམས་ལས་ཁུངས་ནས་སྤེལ་བའི་བརྡ་ཐོ་དེའི་ནང་ཧྥིན་རིའི་ཁྲིམས་བཟོ་ལས་ཁུངས་ནས་དེའི་མངའ་འོག་གི་ཁྲིམས་བཟོ་པའི་ལས་དོན་དོ་དམ་ཐད་འཐུས་ཤོར་དང་ལས་དོན་རྒྱ་ཡན་བཏང་བ། འགེབ་སྲུང་བྱེད་ཚུལ་དང་ཡང་ཧྥིན་རིའི་ཁྲིམས་བཟོ་ལས་ཁུངས་ཀྱི་འགན་འཛིན་ཀྲུའུ་ཧྲི་ཧྥིན་སོགས་མི་སྣས་ཁྲིམས་འགལ་གྱི་བྱ་འགུལ་གནང་ཞུགས་ཚུལ་བརྗོད་དེ་ཁྲིམས་བཙུན་ལས་ཁུངས་དེས་གུང་ཁྲན་ཚོགས་པའི་ནང་ཁུལ་ཁ་བྲལ་ཐད་སྐུལ་མ་དང་རྒྱལ་ཁབ་ཀྱི་སྲིད་དབང་མགོ་རྟིང་སློག་པའི་བྱ་འགུལ་སྐུལ་སྤེལ་བྱས་ཚུལ་བརྗོད་ཡོད་པ་རེད། ཀྲུའུ་ཧྲི་ཧྥུན་གྱི་མཛུབ་སྟོན་འོག་ཁྲིམས་བཙུན་ལས་ཁུངས་དེས་རྣོ་ཚོར་ཅན་གྱི་གྱོད་དོན་དེ་གཞུང་དང་ལྟ་བ་ཐ་དད་ཀྱི་མི་སྣའི་ཁེ་དབང་བརྩོན་ལེན་དང། ཧྥ་ལང་ཀོའུ་ཆོས་འཁོར་སྒོམ་སྒྲུབ་པ་སོགས་གཞུང་གིས་དོགས་གཞི་ཅན་གྱི་མི་སྣའི་ཐོབ་ཐང་བརྩོན་ལེན་བྱས་ཚུལ་གྱི་ནག་ཉེས་བསྒྲངས་ཡོད་པ་རེད། དབུས་རིའི་ཁྲིམས་རྩོད་ལས་ཁང་དང་མཉམ་འབྲེལ་གནང་མཁན་ཁྲིམས་རྩོད་པ་ལིའུ་ཞའོ་ཡན་ནས་བརྗོད་ན། རྒྱ་ནག་གི་བདུན་ཐུག་རྒྱལ་གཅོད་དོན་ལ་རྐྱེན་བྱས་ནས་འདས་པའི་ལོ་གཉིས་རིང་ལས་ཁང་དེར་རྒྱུན་ལྡན་གྱི་ལས་དོན་གཉེར་དུ་བཅུག་མེད་པ་དང་མི་གཞན་ལ་བརྒྱུད་སྤྲོད་ཀྱང་བྱེད་མི་ཆོག་པའི་གནས་སྟངས་འོག་ཡོད་པས་ད་ཐེངས་ཀྱི་བརྡ་ཐོ་དེ་ནི་ཁྲིམས་རྩོད་ལས་ཁང་འདི་རྦད་དེ་རྩ་མེད་བཟོ་བའི་དམིགས་ཡུལ་རེད་ཟེར། རྒྱ་ནག་གི་བདུན་ཐུག་རིགས་འཛིན་བཟུང་གཅོད་དོན་ཆེན་མོ་ཞེས་པ་ནི་སྤྱི་ལོ་ཉིས་སྟོང་བཅོ་ལྔ་ལོའི་སྤྱི་ཟླ་བདུན་པའི་ཟླ་མགོར། རྒྱ་ནག་གཞུང་གིས་རྒྱ་ནག་ནང་གི་ཁྲིམས་རྩོད་པ་དང་འགྲོ་བ་མིའི་ཐོབ་ཐང་དོན་གཉེར་བ། མི་མང་ཕྱི་གཏུགས་བྱེད་མཁན་གྱི་མི་གྲངས་བརྒྱ་ཕྲག་ལྷག་གཞི་རྒྱ་ཆེ་བའི་འཛིན་བཟུང་བྱས་པ་དེར་བརྗོད་བཞིན་ཡོད། བྱང་ཀོ་རི་ཡའི་འགོ་ཁྲིད་ནས་ཨ་རི་དང་མཉམ་དུ་རྡུལ་ཕྲན་མཚོན་ཆ་ཉུང་འཕྲི་གནད་དོན་ཐད་གྲོས་མོལ་གནང་འདོད་ཡོད་ཚུལ་བརྗོད་འདུག། སྤྱི་ཚེས་དྲུག་ཉིན་ལྷོ་ཀོ་རི་ཡའི་ཕྱོགས་ནས་ཡུལ་དེའི་དཔོན་རིགས་ནས་བྱང་ཀོ་རི་ཡའི་འགོ་ཁྲིད་ཁེམ་ཇོང་ཨོན་དང་ཐུག་འཕྲད་རྗེས་སུ་གསལ་བསྒྲགས་སྤེལ་དོན། བྱང་ཀོ་རི་ཡའི་འགོ་ཁྲིད་ཁེམ་ཇོང་ཨོན་ནས་ཁོང་གི་རྒྱལ་ཁབ་ཀྱིས་ཨ་རི་དང་མཉམ་དུ་རྡུལ་ཕྲན་མཚོན་ཆ་ཉུང་གྲས་གནད་དོན་གྲོས་མོལ་གྱི་འདོད་མོས་ཡོད་ཚུལ་དང་དེ་བཞིན་གྲོས་མོལ་གྱི་སྐབས་སུ་བར་སྐབས་རིང་རྡུལ་ཕྲན་མཚོན་ཆའི་ཚོད་ལྟ་མཚམས་འཇོག་བྱེད་རྒྱུ་ཡིན་ཚུལ་བརྗོད་ཡོད་ཟེར། ཨ་རིའི་སྲིད་འཛིན་ཁྲོན་ཕུ་ནས་ཚེས་དྲུག་ཉིན་ཁྲུའུ་ཡི་ཁྲིར་བརྗོད་བྱང་ཁོ་རེ་ཡའི་གྲོས་མོལ་གནད་དོན་ཐད་བཟང་ཕྱོགས་ཀྱི་ཡར་རྒྱས་ཕྱིན་ཡོད་ཟེར། ཡིན་ན་ཡང་སྤྱི་ཚེས་དྲུག་ཉིན་ཨ་རིའི་གྲོས་ཚོགས་ཀྱི་འཛམ་གླིང་འཇིགས་སྐུལ་ཞི་བའི་བརྗོད་གཞིའི་ཐོག་ཉན་ཞིབ་སྐབས་ཨ་རིའི་རྒྱལ་ཁབ་གསང་འཕྲིན་སྐྱེས་ལྟ་རྟོག་པ། Dane Cawson། ནས། གྲོས་ཚོགས་འཐུས་མིའི་དྲི་བར་ལན་འདེབས་དུས་སུ་བྱང་ཀོ་རི་ཡའི་ཕྱོགས་ནས་ཨ་རི་དང་གྲོས་མོལ་གྱི་འདོད་མོས་ཡོད་ཚུལ་བརྗོད་པ་དེ་བསམ་ཚུལ་ངོ་མ་ཡིན་མིན་དོགས་གཞི་ཡོད། ཁོང་ཚོས་ད་དུང་བྱང་ཀོ་རི་ཡའི་འགོ་ཁྲིད་ནས་རྡུལ་ཕྲན་མཚོན་ཆ་མེད་པར་བཟོ་བའི་འདོད་མོས་ཡོད་པའི་བདེན་དཔང་གང་ཡང་རྙེད་མ་སོང་ཞེས་གསུངས་ཡོད་པ་རེད། རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཤེ་ཡ་རང་བྱུང་རླུང་འཕྲིན་ཁང་ཡིན། ང་ཆུང་ངུ་ཚོ་ཡིན། ཕྱི་ནས་མུ་མཐུད་དུ་གསན་རྒྱུ་བྱེད་རྒྱུ། གསུམ་གྱི་དུས་དྲན་སྔ་ནུབ་ཏུ་རྒྱ་ནག་གཞུང་གིས་བོད་ནང་གཞི་རྒྱ་ཆེ་བའི་དམག་དོན་སྦྱོང་བརྡར་སོགས་བྱས་ནས་བོད་མི་ཚོར་འཇིགས་སྣང་སྟེར་བཞིན་ཡོད་པའི་སྐོར་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གིས་བརྗོད་འདུག་སྤྱི་ཚེས་ལྔ་ཉིན་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གིས་འདོན་སྤེལ་གནང་བའི་སྙན་ཐོའི་ནང། སྤྱི་ལོ་ཉིས་སྟོང་བཅོ་བརྒྱད་ལོའི་སྤྱི་ཟླ་གསུམ་པའི་ཚེས་གཉིས་ནས་བཟུང་རྒྱ་ནག་གཞུང་གིས་བོད་ཀྱི་རྒྱལ་ས་ལྷ་སའི་ཁུལ་དུ།

གཞི་རྒྱ་ཆེ་བའི་དམག་དོན་སྦྱོང་བརྡར་དེའི་ཐོག་ནས་བོད་དེ་བཞིན་རྒྱ་ནག་གི་ཆེས་མཐོའི་དཔོན་རིགས་ཚོར་དམག་དོན་རྟེན་གཞི་ཞིག་དང་ཆབ་སྲིད་བརྟན་ལྷིང་གི་གལ་ཆེའི་རང་བཞིན་ཞིག་མཚོན་ཐུབ་ཀྱི་ཡོད་ཅིང། དུས་སྟོབས་ཀྱི་ཐལ་སྐྱོད་ཀྱི་གནས་སྟངས་འོག་གཞི་རྒྱ་ཆེ་བའི་དམག་དོན་སྦྱོང་བརྡར་དེ་རིགས་རྩ་བའི་ཆ་ནས་ལོ་ལྟར་སྤྱི་ཟླ་གསུམ་པའི་ནང་སྤེལ་གྱི་ཡོད་པ་དེས་རྒྱ་ནག་གཞུང་གིས་བོད་ནང་བརྟན་ལྷིང་མེད་པའི་གནས་སྟངས་ལ་སེམས་འཚབ་ཡོད་པ་ཞིག་ཡང་མཚོན་གྱི་ཡོད་ཟེར། ད་རེས་བོད་ཀྱི་རྒྱལ་ས་ལྷ་སའི་ཁུལ་དུ་སྤེལ་བའི་དམག་དོན་གཞུང་བསྡུར་དེའི་སྐབས་བོད་ལ་ཤར་བྱང་མདོ་སྨད་སྐུ་འབུམ་དགོན་དུ་ལོ་རེའི་བཅོ་ལྔའི་མཆོད་པའི་སྐབས་སུ་མི་མང་མཆོད་མཇལ་དུ་ཕེབས་མཁན་ཚོར་རྒྱ་ནག་གཞུང་གི་དྲག་ཆས་དམག་མི་འགྲེམས་འཇོག་བྱས་ནས་དམ་དྲག་ཤུགས་ཆེན་བྱེད་བཞིན་ཡོད་པའི་སྐོར་ཡང་བརྗོད་འདུག། ཨ་རིའི་མི་སེར་ཡིན་པའི་བོད་མི་དང་བོད་དོན་རྒྱབ་སྐྱོར་བ་བརྒྱ་ལྷག་མཉམ་ཞུགས་ཀྱིས་ཨ་རིའི་གྲོས་ཚོགས་ནང་བོད་དོན་ཞུ་གཏུག་གི་ལས་འགུལ་དེ་མཇུག་བསྒྲིལ་ཡོད་པ་རེད། ལོ་རེའི་སྤྱི་ཟླ་གསུམ་པའི་ཟླ་འགོར་ཨ་རིའི་མི་སེར་ཡིན་པའི་བོད་མི་དང་བོད་དོན་རྒྱབ་སྐྱོར་བ་ཚོ་ཨ་རིའི་གྲོས་ཚོགས་ནང་བཅར་ནས་གྲོས་ཚོགས་འཐུས་མི་དང་ཡང་ན་ཁོང་ཚོའི་ལས་རོགས་ལས་བྱེད་རྣམས་དང་ཐུག་འཕྲད་ཀྱིས་བོད་ཀྱི་གནད་དོན་སྤྱི་དང་ལྷག་པར་དུ་གནད་དོན་གལ་གནད་ཆེ་བ་བྱེ་བྲག་པའི་ཐོག་གྲོས་ཚོགས་འཐུས་མི་ཚོས་རྒྱབ་སྐྱོར་ཡོང་རྒྱུའི་རེ་སྐུལ་ཞུ་གི་ཡོད་པ་ལྟར། ད་ལོ་སྤྱི་ཟླ་གསུམ་པའི་ཚེས་བཞི་ནས་དྲུག་བར་ཨ་མི་རི་ཀའི་དངའ་སྡེ་ཉི་ཤུ་རྩ་གཅིག་ནས་ཡོང་བའི་ཨ་མི་རི་ཀའི་མི་སེར་ཡིན་པའི་བོད་མི་དང་བོད་དོན་ལས་འགུལ་བ་མི་གྲངས་བརྒྱ་རེ་བཞི་བཅུ་ཙམ་ནས་རང་རང་སོ་སོའི་ས་གནས་བོད་རིགས་ཚོགས་པའི་སྐུ་ཚབ་དང་རང་ཉིད་ཨ་མི་རི་ཀའི་རྒྱལ་ཁབ་ཀྱི་སྤྱི་འབངས་ཡིན་པའི་མི་སེར་གྱི་ཁེ་དབང་དེ་བེད་སྤྱོད་བྱས་ཏེ། བོད་མིའི་རང་དབང་སྒེར་ལངས་སླེབས་ལ་ཉེ་བའི་སྔ་ནུབ་དུ་སྤྱི་ཟླ་གསུམ་པའི་ཚེས་ལྔ་དང་དྲུག་ཉིན་གཉིས་ཀྱི་རིང། ཨ་རིའི་གྲོས་ཚོགས་གོང་འོག་གཉིས་ཀྱི་འཐུས་མིའི་ལས་ཁུངས་ཁག་ལ་ཆེད་བསྒྱུར་གྱིས་སོ་སོའི་ངོ་ཁུལ་གྱི་གྲོས་ཚོགས་འཐུས་མི་དང་ཡང་ན་འཐུས་མི་ལས་རིགས་གྲོང་ཁྱེར་བཅས་པ་གཟུར་དུ་ཐུག་ནས་བོད་ཀྱི་རྩ་དོན་ལ་རྒྱབ་སྐྱོར་ཡོང་བའི་ཕྱག་བསྟོད་གནང་ཡོད། དེ་བཞིན། ཨ་རིའི་མཱ་སི་ཆོས་སི་སི་དབར་བརྡས་ནས་ཡོང་བའི་བོད་ཀྱི་ཆབ་སྲིད་རྫུན་གཟེར་ངག་དབང་བཟང་སྒྲོན་ལགས་ནི་ཁོང་ད་ཐེངས་བོད་དོན་ཕྱི་གཏོང་ནང་ཞུགས་པ་དེ་ཐེངས་དགུ་བ་དེ་ཡིན་ཞིང་གཙོ་བོ་དེ་བོད་ནང་རྒྱ་ནག་གི་བཙན་གནོན་འོག་བཙོན་འཇུག་སྡུག་སྦྱོང་མྱངས་བཞིན་པའི་བོད་ཀྱི་ཆབ་སྲིད་བཙོན་པ་རྣམས་བློ་གྲོས་ཡོང་ཐབས་ལ་ཨ་མི་རི་ཀའི་གཞུང་དང་གྲོས་ཚོགས་ནས་ཤུགས་སྣོན་རྒྱག་དགོས་པའི་རེ་སྐུལ་བྱས་ཡོད་ཟེར། དཔར་ལྡན་འབྲུག་པའི་ཆོས་ཚོགས་ལྟེ་བ་ནས་གསལ་བསྒྲགས་སྤེལ་ཏེ་ཡུལ་དེའི་དགེ་འདུན་པ་རྣམས་ཀྱིས་འཐུས་མིར་འོས་ཤོག་འཕེན་མི་ཆོག་པ་གསལ་བསྒྲགས་གནང་འདུག་ཟླ་བ་འདིའི་ཚེས་ལྔ་ཉིན་དཔར་ལྡན་འབྲུག་པའི་ཆོས་ཚོགས་ལྟེ་བ་ནས་གསལ་བསྒྲགས་ཤིག་སྤེལ་བའི་ནང་བཀོད་དོན། དཔར་ལྡན་འབྲུག་པའི་ཆོས་ཚོགས་ལྟེ་བ། སྤང་ཐུམ་དགེ་འདུན་ལྷན་ཚོགས། གཞུང་གྲྭ་ཚང་ནས། སྤེལ་བའི་གསལ་བསྒྲགས་ནང་འཁོད་དོན། གཞུང་གྲྭ་ཚང་གི་མངའ་ཁུལ་དུ་ཡོད་པའི་གྲྭ་ཚང་ཁག་དང་བཤད་གྲྭ་ཁག་སྒྲུབ་སྡེ་ཁག་སོགས་ཀྱི་ཆོས་དད་སྒོར་ཞུགས་མི་ཡོངས་ལ་དང་ཟངས་འབྲུག་རྒྱལ་ཁབ་ནང་དམངས་གཙོའི་རིང་ལུགས་ཀྱི་ལམ་སྲོལ་དང་བསྟུན་འཐུས་མི། འདེམས་མཐུས་དབྱི་ཧོ་ལུགས་རན་པའི་དུས་སྐབས་ཤར་བའི་འབྲུག་རྒྱལ་ཡོངས་རྩ་ཁྲིམས་ཆེན་མོའི་དགོངས་དོན་ལྟར་ཆོས་དད་ཧྲིལ་དོན་ལས་འདས་པའི་ཡུལ་ན་གནས་དགོས་པ་གལ་ཆེ་བར་བརྟེན། འདེམས་ངོར་ཙང་ཐའི་དབྱི་ཧོ་ལུགས་པའི་སྐབས། ཆོས་སྡེའི་སྒོར་ཞུགས་མི་སྒེར་ལྷུང་སུས་ཀྱང་འབྲེལ་གཏོགས་འཛིན་མི་ཆོག་པའི་དྲན་སྐུལ་དང་བཀའ་ཤུལ་དེ་ལ་མ་གནས་པར་འབྲེལ་གཏོགས་མཛད་ན་སོ་སོའི་ཐོབ་ཐང་དང་གོ་གནས་སོགས་ནས་གནས་དབྱུང་གཏོང་རྒྱུ་ཉེས་ལྡན་ལགས་པས་དེའི་སྐོར་ཐུགས་མངའ་འཚལ་སྤྱི་ལོ་ཉིས་སྟོང་བཅོ་བརྒྱད་ལོའི་སྤྱི་ཟླ་གསུམ་པའི་ཚེས་ལྔ་ལ་འབྲས་མང་ལྷན་ཞིབ་གནས་ཆེད་བཀོད་འདུག། དབུ་མའི་བླ་ན་མེད་པའི་དབུ་ཁྲིད་གོང་ས་རྒྱ་བ་རིན་པོ་ཆེ་མཆོག་གི་དབུ་ཁྲིད་ལམ་སྟོན་འོག་བཙན་བྱོལ་བོད་མིའི་དམངས་གཙོའི་བཅའ་ཁྲིམས་གཏན་འབེབས་མཛད་པའི་ནང་ས་དགེ་བཀའ་རྙིང་དང་གཡུང་དྲུང་བོན་བཅས་ཀྱི་ཆོས་བརྒྱུད་ཀྱི་འཐུས་མི་གཉིས་རེས་འོས་འདེམས་གནང་གནང་ཆོག་པ་མ་ཟད། གྲྭ་བཙུན་བསྔགས་བསམ་གྱི་ཆོས་བ་ཚོར་ཡང་འོས་ཤོག་འཕེན་པའི་ཐོབ་ཐང་ཡོད་པ་རེད། རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཤེ་ཡ་རང་བྱུང་རླུང་འཕྲིན་ཁང་གི་ཐད་གཏོང་ལས་རིམ་ཡིན། བྱང་རྩེ་ཆོས་རྗེ་རིན་པོ་ཆེ་མཆོག་གིས་བོད་ཡིག་ནང་ཆེད་འབྲི་གནང་བཞིན་པའི་སྐོར་འདི་གའི་གསར་འགོད་པ་ཀུན་བཟང་བསྟན་འཛིན་གྱི་གནས་ཚུལ་སྤེལ་བར་གསན་རོགས་གནང། གོང་ས་རྒྱལ་བ་རིན་པོ་ཆེ་མཆོག་གིས་ཕྱག་བཏགས་གནང་བའི་སྐྱབས་རྗེ་ཞང་རྩེ་ཆོས་རྗེ་སྒོ་ཚོགས་རིན་པོ་ཆེ་རྗེ་བཙུན་ངག་དབང་གསུང་རབ་བསྟན་འཛིན་ལགས་སུ་དབའ་ཡུལ་དགེ་འདུན་ཆོས་འཕྲུལ་སྨོན་ལམ་ཆེན་མོའི་ཚོགས་པ་ནས་ཇི་ལྟར་གསོལ་བ་བཏབ་པ་བཞིན་ཞལ་བཞེས་གནང་སྟེ་འདི་ག་དབའ་ཡུལ་མཆོད་རྟེན་ཆེན་མོ་ཤ་རོང་ཁ་ཤོར་གྱི་མཐར་རྟེན་གཞི་བྱས་པའི་གཞུང་དགོན་སྐྱིད་གྲོང་བསམ་སྟོན་ལ་དགོན་པའི་ནང་དུ་ཕྱི་ཚེས་ལྔ་གི་ཉིན་མོར་དགེ་འདུན་པ་དང་དད་ལྡན་ཆོས་ཞུ་བས། ཕེབས་བསུའི་ཚེ་འཕྲིན་གྱི་ཁྲོད་ལ་དགོན་པའི་འདུ་ཁང་དེ་དུང་དབར་བརྒྱ་ལྷག་གི་བསུས་ཏེ་བཞུགས་ཁྲིར་ཞབས་སོར་འཁོད་རྗེས་གསུང་ཆོས་ཞུ་མཁན་གྱི་ཚོགས་གཙོ་དང་བསྟན་པའི་སྦྱིན་བདག་བཅས་ཀྱིས་མ་འདྲིལ་རྟེན་གསུམ་བདག་འབུལ་དང་ལྷན་དུ་འབྲས་བསིལ་དང་བསོད་བརྒྱ་སོགས་ཆོས་ཞུ་བ་ཐུན་མོང་ལ་ཕུལ་བ་དང་ཆབས་ཅིག་ཆོས་ཞུ་བ་བོད་རིགས་དང་བྷི་མ་ལའི་རི་རྒྱུད་རྒྱ་རིགས་དད་ལྡན་པ་དམིགས་བསལ་འདི་ག་བལ་ཡུལ་ནང་ཡོད་པའི་བཙུན་དགོན་ཁག་དང་དགོན་སྡེའི་སོ་སོའི་དགེ་འདུན་པ་བཅས་སོགས་ཆོས་ཞུ་བ་བརྒྱ་ཕྲག

ཐང་དེའི་གསང་ཆེན་བཀོད་སྒྲིག་པ་དང་དབལ་ཡུལ་དགེ་ལྡན་ཆོས་འཕྲུལ་སྨོན་ལམ་ཆེན་མོའི་ཚོགས་པའི་ཚོགས་གཙོ་རྒན་ངག་དབང་ཡོན་ཏན་ལགས་སུ་བཅར་འདྲི་བྱས་པར་ཁོང་གིས་བརྗོད་དོན་ལྟར་ན། བྱང་ཆུབ་ཤེས་བྱ་རིན་པོ་ཆེ་སྐྱབས་རྗེ་ཀོ་ཟོ་རིན་པོ་ཆེ་རེད་ད་བྱང་ཆུབ་ཤེས་བྱ་རིན་པོ་ཆེ་ད་དེར་ཁྲི་ལས་གསར་ཕེབས་ར་བ་ནས་བྱས་ཙང་དེ་འདྲ་དེ་ད་སེ་ར་མེད་ནས་ཡིན། སྐྱབས་རྗེ་བླ་མ་རིན་པོ་ཆེས་བཤགས་རྩིས་བྱས་རྗེས་ཆོག་གི་ཐང་དར་དབལ་ཡུལ་ནང་ཆིབས་བསྒྱུར་གྱི་སྐབས་དང་བསྟུན་ནས་དབལ་ཡུལ་དགེ་ལྡན་ཆོས་འཕྲུལ་སྨོན་ལམ་ཚོགས་པའི་ངོས་ནས་ཇི་ལྟར་གསོལ་འདེབས་བྱས་དོན་ལྟར་དད་ལྡན་མང་ཚོགས་ལ་ལ་མཚོའི་རྣམ་གསུམ་གྱི་གསུང་ཆོས་ཞེས་བཀོད་བསྒྲིགས་ཀྱི་དེ་རང་ཉིད་ནི་དུམ་བུ་དེ་ཡིན་པ་དང་འདིར་དད་ལྡན་ཆོས་ཞུ་བ་ཕལ་ཆེ་བ་དེ་ཧོན་མ་ལའི་རི་རྒྱུད་ཀྱི་མི་རིགས་དང་དེ་བཞིན་ཕྱི་རྒྱུད་ཡུལ་གྲུ་ཁག་ཁ་ཤས་ནས་ཕེབས་པའི་ཆོས་ཞུ་བ་ད་དུང་འདིར་གཏན་སྡོད་བོད་རིགས་རྣམས་ཡིན་ཅེས་གསུངས་འགྲེལ་བརྗོད་གནང་སོང། གཞན་ཡང་ཐེངས་འདིའི་གསུང་ཆོས་དེ་བཞིན་སྐད་རིགས་སྣ་ཁ་མི་འདྲ་བ་ཁ་ཤས་ཀྱི་ནང་དུ་སྐད་བསྒྱུར་བྱེད་བཞིན་ཡོད་པ་དང་ཆོས་ཞུ་བ་རྣམས་ཀྱི་ངོས་ནས་མིང་བརྒྱ་དང་དགེ་འདུན་པའི་སྐུ་མཇུག་སོགས་ཀྱི་དགེ་བརྩིའི་ཆེད་དུ་དང་བླངས་ཀྱིས་བཤད་འདོད་ཕུལ་བཞིན་ཡོད་པ་རེད་འདུག་ལ་གསུང་ཆོས་སྐབས་སུ་སྐྱབས་རྗེ་ཕྱག་རྩིས་ཆོས་རྗེ་རིན་པོ་ཆེ་མཆོག་གིས་དངོས་འབྲེལ་གསུང་བཤད་གནང་བའི་ནང་དུ་གསུང་དོན་ལྟར་ན་འདིར་འཛོམས་པའི་དད་ལྡན་ཆོས་ཞུ་བ་རྣམ་པ་དང། དེ་བཞིན་དུས་རྒྱུན་ལྷག་པ་སློབ་གཉེར་གནང་བཞིན་པའི་དགེ་བཙུན་རྣམ་པའི་ངོས་ནས་སློབ་གཉེར་གྱི་རྩ་བ་རང་གི་སེམས་རྒྱུད་འདུལ་ཡ་དེ་ཡིན་པ་རེད་ལ་དེར་ཡང་སངས་རྒྱས་བཅོམ་ལྡན་འདས་ཀྱི་སེམས་རྒྱུད་ཉོན་མོངས་འདུལ་བྱེད་དུ་ཁྱེད་ཀྱི་ཕུང་བོ་ཇི་སྙེད་ཅིག་གསུངས་ཡོད་པའི་ནང་ནས་ཉུང་ངུ་དེ་ལག་ལེན་གྱི་རིམ་པ་བསྒྲིགས་བཞག་པ་དེ། བྱང་ཆུབ་ལམ་གྱི་རིམ་པ་དང་དེའི་སྙིང་བོ་དེ་ལམ་གྱི་གཙོ་བོའི་རྣམ་པ་གསུམ་ཡིན་པ་སོགས་ངོ་སྤྲོད་གནང་སོང་ལ་ཐང་འདིའི་གསུང་ཆོས་གསུང་ཡུལ་བསམ་གཏན་གནང་དགོན་པ་ནི་དེའི་རྒྱུན་དགེ་འདུན་པ་ཉིས་བརྒྱ་མ་ཟིན་ཙམ་ཞིག་རྒྱུན་བཞུགས་ཀྱིས་འདོན་ཆོག་ཆོ་ག་དང་ནང་དོན་རིག་པའི་སྐོར་ལ་སློབ་གཉེར་བྱེད་བཞིན་ཡོད་པ་རེད་འདུག། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཀུན་བཟང་བསྟན་འཛིན་ཡིན། རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ཐད་གཏོང་ལས་རིམ་ཡིན། ཨ་མི་རི་ཀའི་ཁ་ལི་ཧྥོ་ནི་ཡའི་གྲོང་ཁྱེར་ནང་དུ་བོད་མིའི་སྒེར་ལངས་ཆེན་མོར་ཆེད་དུ་སྤྱི་བསྒྲགས་ཡིག་ཆ་ཐོག་མ་དེ་སྤེལ་སྐོར་གས་ཐོ་ག་གནས་ཚུལ་ཕྱོགས་བསྡུས་ཞུ་བར་གསན་རོགས་གནང། ཨ་མི་རི་ཀའི་ཁ་ལི་ཧྥོ་ནི་ཡའི་མཚོ་གཞུང་གྲོང་ཁྱེར་ཨ་བྷ་ནི་ཡ་རུ། བོད་མིའི་སྒེར་ལངས་ཉིན་མོར། ཁྱེར་བསྡུ་གྱི་བསྒྲགས་ཡིག་ཐོག་མ་དེ་སྤེལ་བ་རེད། ཡིག་ཆ་དེ་ནི་གྲོང་ཁྱེར་དེའི་སྤྱི་ཁྱབ་པས་མཚན་རྟགས་བཀོད་པའི། བོད་དོན་ལ་གདུང་སེམས་མཉམ་སྐྱེ་མཚོན་པའི་ཡིག་ཆ་ཞིག་ལ། དང་ཐོག་གྲོང་ཁྱེར་དེར། བོད་དོན་ལ་ཤུགས་སྣོན་རྒྱག་སྔོན། གྲོང་སྡེའི་ལྷན་ཚོགས་ཀྱི་འཐུས་མི་ཕེ་ཁྲི་མཆོག་གིས་སྤྱི་ཟླ་གསུམ་པའི་ཚེས་ལྔ་ཉིན་གྱི་དགོང་མོར། གྲོང་སྡེའི་ལྷན་ཚོགས་སུ་ཡིག་ཆ་དེའི་སྒྲོག་སྦྱོང་དང་མཉམ་དུ་བོད་མི་རྣམས་ལ་གསུང་བཤད་གནང་དོན། Be it proclaimed by the Albany City Council that. Albany གྲོང་སྡེའི་ལྷན་ཚོགས་ཀྱི་ངེས་གནས། ཉིས་སྟོང་བཅོ་བརྒྱད་ལོའི་ཟླ་གསུམ་པའི་ཚེས་བཅུ་སྟེ། བོད་མིའི་སྒེར་ལངས་ཐེངས་ལྔ་བཅུ་ང་དགུ་བ་དེ། གཞུང་འབྲེལ་གྱི་ཐོག་ནས་བོད་ཀྱི་ཉིན་མོར་ངོས་འཛིན་བྱས་པ་དང། ད་དུང་གྲོང་ཁྱེར་འདིའི་ངེས་གནས། བོད་མི་དང་བོད་མིའི་བདེན་དོན། ཞི་བདེ་དང་འཚེ་བ་མེད་པའི་འཐབ་རྩོད་ཀྱི་ལས་འགུལ་ལ་གདུང་སེམས་མཉམ་སྐྱེད་སློབ་པ་དེ་བཅུ་བསྒྲགས་བྱ་རྒྱུ་ཡིན། བཅུ་བསྒྲགས་ཀྱི་ཡིག་ཆ་དེའི་ནང་དུ། གོང་ས་མཆོག་ནི་ཨ་མེ་རི་ཁའི་གྲོས་ཚོགས་ཀྱི་གཟེངས་རྟགས་ཕུལ་ནས། ཆེས་གཏུག་བྱེད་ཀྱི་སྤྱི་ཆིངས་བདམས་པ་བྱིན་པ་དང། ཨ་རིའི་ཕྱི་སྲིད་ལས་ཁུངས་ཀྱི་རྒྱལ་སྤྱིའི་ཆོས་དད་རང་དབང་སྙན་ཐོའི་ལུང་འདྲེན་གྱིས། བོད་ནང་དུ་འགྲོ་སྐྱོད་འདུག་གསུམ་ལ། ཁ་བྲལ་གྱི་ཞབས་ཞུ་ཟེར་བའི་རྨང་གཞིའི་འོག་ནས། རྡུང་རྡེག་དང་དྲག་གནོན་ཚབས་ཆེན་བྱེད་བཞིན་པ་ནི་འགོད་པ་མ་ཟད། རྒྱ་ནག་གཞུང་ལ་སྐྱོན་བརྗོད་ཤུགས་ཆེན་ཞུ་བ་བར་ལ།
རྒྱ་ནག་གཞུང་གི་ངོས་ནས་བོད་ཀྱི་ཐུན་མོང་མ་ཡིན་པའི་ཆོས་དང་རིག་གཞུང། སྐད་ཡིག་ཅེས་གནའ་ཤུལ་གྱི་ཆ་ནས་རིན་ཐང་ཡོད་པ་དེ་དག་ལ་དམ་དྲག་དང་འགོག་གནོན། དེ་མིན་དམའ་བརྗོད་དང་ཆེ་བསྟོད། མཉམ་འབྲེལ་དང་འདུ་འཛོམས། ལས་འགུལ་བཅས་སྤེལ་རྒྱུར་དྲག་གནོན་ཚབས་ཆེན་བྱས་ཡོད་པ་རེད། ཕྱི་ཚེས་ལྔ་ཉིན་གྱི་དགོང་མོར་བོད་མིའི་སྐུ་ཚབ་མང་བོ་ཞིག་ཕེབས་ཡོད་པ་རྣམས་ལ་སྤྱི་བསྒྲགས་ཡིག་ཆ་དེ་གནང་བར། བོད་མིའི་ཕྱོགས་ནས་བྱང་ཀ་ལི་ཧྥོར་ནི་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཞོན། བསྟན་འཛིན་ནོར་བུ་ལགས་དང། དྲུང་ཆེ་ཚེ་རིང་སྒྲོལ་སྐུ་ལགས་རྣམས་ཀྱིས་ཡིག་ཆ་དེ་རྒྱས་བཞེས་དང་སྦྲགས་རྒྱབ་སྐྱོར་རྣལ་མ་དེ་འདྲ་ཐོབ་པར་དགའ་སྣང་འགྲེལ་བརྗོད་གནང་བ་དང་མཉམ་དུ་ཐུགས་རྗེ་ལེགས་འབུལ་ཞུ་བ་རེད། པ་ཞེས་ཀྱང་ཅི་དྲག་རེད་ད་བསྒྲགས་གཏམ་འདི་དེ་ང་ཚོའི་བོད་པའི་འཐབ་རྩོད་ལ་རྒྱབ་སྐྱོར་ཡོད་ཞེས་ཨེ་འདི་ད་ག་ལེ་ག་ལེ་བྱས་ང་ཚོ་གོང་བུ་ཆུང་འདྲིས་ཆུང་འདྲིས་བྱས་ང་ཚོ་འདི་ངས་སྡུག་ས་ན་འདི། མི་དམངས་ཚོ་ཧ་གོ་ཡོད་ད་དམིགས་བསལ་དེ་འདྲ་གྲོང་ཁྱེར་ནང་འོག་ལ་ནི་ད་ཕྱག་ལས་གནང་མཁན་ཁོ་རང་ཚོ Council Member དེ་འདྲ་ཡོད་རེད་མི་འདྲ་ཤེས་ཡོན་ཅན་ཚོས་ད་ཁོ་རང་ཚོ་གི་རྒྱབ་སྐྱོར་ཡོད་ན་ནི་ང་ཚོའི་ཅིག་འཐབ་རྩོད་འདི་རྔམ་ཇི་བཞིན་མ་གཏོང་ང་ཚོ་དེ་འབྲས་བུ་ཐོན་གི་རེད་བསམ་པ་འདུག། རྣམ་པ་ཚོས་ད་ལྟ་བསམ་བཞིན་པ་འདི་ཨེ་ཞི་ཡ་རང་དབང་རླུང་འཕྲིན་ཁང་གི་མཐར་གཏུགས་ལས་རིམ་ཡིན་ང་ཆང་མི་འཚོ་ཡིན་ཞུ་ནས་མུ་མཐུད་དུ་དེ་རིང་གི་གསར་འགྱུར་བཤད་རྒྱུ་ཡིན། ཐེ་ཝན་རྒྱལ་སྲུང་ལྷན་ཁང་ནས་རྒྱ་ནག་སྐམ་སའི་དམག་དོན་འགྲོ་གྲོན་འཕར་སྣོན་ཞུ་བའི་ཐད་ལན་འདེབས་བྱས་ཡོད་པ་རེད། ཨེ་ཕེ་གསར་སྤེལ་ཁང་གི་ཚེས་དྲུག་ཉིན་གནས་ཚུལ་སྤེལ་བ་ལྟར་ན། རེས་གཟའ་མིག་དམར་ཉིན་ཐེ་ཝན་རྒྱལ་སྲུང་ལྷན་ཁང་གི་མགྲིན་ཚབ་པ་ཁྲིན་ཀུང་ཅེ་ནས་ཆ་རྐྱེན་གསར་འགོད་ལྷན་ཚོགས་ཐོག་བརྗོད་དོན། རྒྱ་ནག་སྐམ་སའི་དཔལ་འབྱོར་འཕེལ་རྒྱས་དང་བསྟུན་ནས་འབྲེལ་ཡོད་ཀྱི་དམག་དོན་འགྲོ་གྲོན་དང་རྒྱ་ནག་གི་དམག་དཔུང་གི་འཁྲབ་གཞུང་སོགས་ཀྱི་ཐད་ཐེ་ཝན་ནས་དོ་སྣང་བྱེད་བཞིན་པ་དང། རྒྱ་ནག་སྐམ་སའི་མངོན་གསལ་དུ་གསལ་བསྒྲགས་བྱས་པའི་དམག་དོན་འགྲོ་གྲོན་དེ་ཐའེ་ཝན་གྱི་ལྡབ་བཅུ་དྲུག་རེད། ཡིན་ན་ཡང་ཐའེ་ཝན་གྱི་ཕྱོགས་ནས་རྒྱ་ནག་སྐམ་ས་དང་ཡང་ན་ཉེ་འགྲམ་རྒྱལ་ཁབ་ཚོར་དམག་ཤུགས་འགྲན་རྩོད་བྱེད་འདོད་མེད་ཅེས་དང་ཡང་ཁོང་གིས་མུ་མཐུད་དུ་བརྗོད་དོན། ཡིན་ན་ཡང་ང་ཚོས་རྒྱལ་སྲུང་རང་དབང་ཡར་རྒྱས་ཆེད་དུ་དམག་མིའི་གྲགས་བཟང་དང་དམག་གྲུ་དེ་བཞིན་བདམས་ཐོན་འཕྲུལ་ཆས་སོགས་བཟོ་སྐྲུན་ཐད་ཡར་རྒྱས་ལེགས་བཅོས་བྱེད་རྒྱུ་ཡིན་ཞེས་གསལ་འདོན་གནང་ཡོད་པ་རེད། རྒྱ་ནག་གིས་ཐེ་ཝན་ནི་རྒྱ་ནག་གི་ཞིང་ཆེན་ཞིག་ཏུ་ངོས་འཛིན་གྱིས་ཀཱ་ཧྲི་ལ་དགོས་ངེས་ཀྱི་དུས་སུ་དྲག་ཤུགས་ཀྱིས་རྒྱ་ནག་གཅིག་གྱུར་བྱེད་སྲིད་པའི་ཉེན་བརྡ་གཏོང་བཞིན་ཡོད་པ་དང། རྒྱ་ནག་གཅིག་གི་སྲིད་ཇུས་འོག་ཨ་རི་མ་གཏོགས་ཐེ་ཝན་གྱིས་ཕྱི་རྒྱལ་ནས་མཚོན་ཆ་མངགས་ཉོ་བྱེད་པའི་ལམ་ཁ་ཧ་ཅང་ཉུང་ཉུང་རེད། དེ་བཞིན་ཨ་རི་དང་ཐེ་ཝན་བར་གཞུང་འབྲེལ་གྱི་འབྲེལ་ལམ་མེད་ན་ཡང་ཨ་རིའི་བཅའ་ཁྲིམས་ནང་ཐེ་ཝན་གྱི་འབྲེལ་ལམ། ཁྲིམས་གཞི་གཏན་འབེབས་བྱས་ཡོད་པའི་ནང་ཐེ་ཝན་ལ་ངེས་པར་དུ་སྲུང་སྐྱོབ་བྱེད་དགོས་པ་བཀོད་ཡོད་པ་རེད། ཡོ་རོབ་མཉམ་འབྲེལ་སྒྲིག་འཛུགས་ནས་ལྷོ་བྱང་ཀོ་རི་ཡའི་ཆེས་མཐོའི་དཔོན་རིགས་མཐུན་འཕྲོད་གྲོས་མོལ་བྱེད་རྒྱུར་མོས་མཐུན་བྱུང་བ་དེ་ནི་ཡར་རྒྱས་ཀྱི་རྣམ་པ་ཞིག་ཏུ་ངོས་འཛིན་བཅས་དགའ་བསུ་བྱས་འདུག་སྤྱི་ཚོགས་དྲུག་ཉིན་ཧྥ་རན་སིའི་གསར་སྤེལ་ཁང་གིས་གནས་ཚུལ་སྤེལ་བ་ལྟར་ན། ལྷོ་ཀོ་རི་ཡའི་སྲིད་འཛིན་གྱི་དམིགས་བསལ་སྐུ་ཚབ་ནས་བྱང་ཀོ་རི་ཡའི་སྲིད་འཛིན་དང་མཐུན་འཕྲོད་གྲོས་མོལ་བྱེད་ཕྱིར་ལྷོ་ཀོ་རི་ཡའི་ནང་ལོག་རྗེས་སུ་ཡིད་ལ་ཉེ་གི་ཆེས་མཐོའི་འགོ་ཁྲིད་བར་ཟླ་བ་རྗེས་མར་ཐུག་འཕྲད་གནང་རྒྱུ་གཏན་འཁེལ་བ་གསལ་བསྒྲགས་བྱས་ཡོད་པ་དང། དེ་ནི་ཀོ་རི་ཡ་གླིང་ཕྲན་ནང་རྡུལ་ཕྲན་མཚོན་ཆ་མེད་པར་བཟོ་བའི་གྲོས་མོལ་ཐད་དགའ་འོས་པའི་གོམ་པ་མདུན་སྤོས་ཀྱི་རྣམ་པ་ཞིག་རེད་ཅེས་ཡོ་རིམ་མཉམ་འབྲེལ་སྒྲིག་འཛུགས་ནས་དགའ་བསུ་བྱས་ཡོད་ལ། ལྷོ་ཀོ་རི་ཡའི་ཕྱི་སྲིད་བློན་ཆེན་ཁོན་ཁོང་ཝང་ནས་སྦུ་རུ་སེལ་རུ་ཟླ་བ་འདིའི་ཚེས་བཅུ་དགུ་ཉིན་ཡོ་རིམ་མཉམ་འབྲེལ་སྒྲིག་འཛུགས་ཀྱི་འབྲེལ་ཡོད་དཔོན་རིགས་དང་ཆ་རྐྱེན་གྱི་ཐུག་འཕྲད་དུས་སུ་གནས་ཚུལ་དེའི་ཐད་ཞིབ་ཕྲ་འགྲེལ་བརྗོད་གནང་རྒྱུ་ཡིན་པ་བརྗོད་འདུག།
དེ་བཞིན་ཨ་རིའི་ཕྱོགས་ནས་ཀྱང་ལྷོ་བྱང་ཀོ་རི་ཡའི་དཔོན་རིགས་བར་མི་འགྱངས་བར་ལོ་རྒྱུས་རང་བཞིན་ལྡན་པའི་མཇལ་འཕྲད་གནང་རྒྱུ་དེར་དགའ་བསུ་ཞུས་ཡོད་པ་རེད། རྣམ་པ་ཚོས་ད་ལྟ་བསམ་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ཐད་གཏོང་འདུན་རིམ་ཡིན། དེ་རིང་གི་བསམ་བློའི་དཔྱད་གཞིའི་ལེ་ཚན་ནང་དུ་རྒྱ་ནག་གཞུང་གིས་རྩ་ཁྲིམས་ལ་འགྱུར་བ་བཏང་སྟེ་རྒྱལ་ཁབ་ཀྱི་ཀྲུའུ་ཞིའི་ལས་ཡུན་ཚད་མེད་པར་བཟོ་བཞིན་པའི་སྐོར། བཙན་བྱོལ་བོད་མིའི་ཁྲིམས་རྩོད་པ་བཀའ་བཙུན་བླ་མ་སྐྱབས་ཀྱིས་དབྱེ་ཞིབ་ཞུ་བར་གསན་རོགས་གནང།

དོ་སྣང་ཡོད་མཁན་མང་གཟུགས་ཀྱི་ཡིན་ན་རྒྱ་ནག་གི་ཁྲིམས་དེ་ནུས་བ་ཁྱོན་ནས་མེད་ནོ་དེ་ཡིན་ན་ཧ་ཅང་གསལ་བོ་ཞིག་ཡོད་ནི་རེད་རྒྱ་ནག་གི་ཁྲིམས་ཟེར་དགོས་ནོ་འདི་རྩ་ཁྲིམས་གཙོ་བོ་བྱས་པའི་ཁྲིམས་ལུགས་ཡོད་ཚད་ཡིན་ན་གུང་ཁྲན་ཏང་གི་དབང་འཛིན་པ་གི་འདོད་བློ་དང་རང་གི་གོ་གནས་དང་རང་གི་དབང་ཆ་འདི་དང་གཏན་ནས་ཡིན་ན་འགྱུར་བ་གཏང་དགོས་ནོ་ཧ་ཅང་གསལ་བོ་རེད་རྒྱུ་མཚན་ཇི་ཟེར་ཟེར་ན་རྒྱ་ནག་གི་རྩ་ཁྲིམས་གཅིག་གི་ལྔ་བཅུ་ལྔ་བཞི་ལོ་བརྟན་པོ་ཡིན་ནོ། དེ་ལྟ་བུ་ཚུན་ནས་འཇོག་རྒྱུ་ན་རྒྱལ་ནང་དེ་འདྲ་ཡིན་ན་ཁག་ཐིག་དེ་གི་རྒྱ་ནག་གི་རྒྱལ་ཁབ་གི་ཀྲུའུ་ཞི་ཡིན་ན་མོ་ཙེ་ཏུང་རེད་མོ་ཙེ་ཏུང་ཡིན་པའི་ཁག་ཐིག་ཡིན་ན་རྩ་ཁྲིམས་གི་ནང་གི་ཀྲུའུ་ཞི་གི་དབང་ཚད་ཚང་མ་ཡིན་ན་ཁོ་རང་གི་འདོད་བློ་དང་མཐུན་པ་བྱས་ནས་ལྟ་ན་ཧ་བོ་ཡོད་རེད་དེ་གཞིགས་ནས་གཅིག་གི་བདུན་ཅུ་དོན་ལྔ་གི་ལོ་རྒྱ་ནག་གི་རྩ་ཁྲིམས་མ་རིག་ནས་གསར་བརྗེ་ཁག་ཐིག་འགྱུར་བ་དང་གོ་རེ་ཐག་ཚོ་རྒྱ་ནག་གི་ཀྲུའུ་ཞི་སྲིད་གོ་ནོ་འདེ་ཡིན་ན་དབང་ཆ་མེད་ནོ་གི་དུ་མོ་གི་འགྱུར་བ་དང་ཡོད་གི། གཅིག་གི་རྒྱ་ཆེ་གྱ་གཉིས་ཀྱི་ལོ། རྒྱ་ནག་གི་རྩ་ཁྲིམས་དེ་འགྱུར་བ་དང་འགོ་རི་ཐ་ཚོ་རྒྱ་ནག་གི་གྲོས་གཞི་འདི་ཡིན་ན་སྐབས་གཉིས་ཡ་མ་གཏོགས་ལྡན་ན་མི་ཆོག་ཟེར་ནས་ལོ་ལྔ་ཅན་གྱི་གད་སྙིགས་ཁྱོན་བསྡོམས་པས་ཡིན་ན་ལོ་བཅུ་ཐམ་པ་ལྡན་ན་ཆོག་ནོ་གི་དུས་ཚོད་དུ་མོ་ཟིག་གཏན་འཁེལ་ཡོད་གི། ཁ་སང་དེ་རིང་རྒྱ་ནག་གི་མི་མང་འཐུས་མི་ཚོགས་ཆེན་འཚོགས་དུས་སྔ་ན་ཡིན་ན་རྒྱ་ནག་གི་ཏང་གི་སྐབས་བཅུ་དགུ་བ་གི་ཚོགས་ཐེངས་གསུམ་པ་གི་ཚོགས་འདུ་གི་ལག་ཁྱེར་ཡིན་ན་རྒྱ་ནག་གི་ཀྲུའུ་ཞི་དང་ཧྥུའུ་ཀྲུའུ་ཞི་གི་ཡིན་ཚད་དེ་ཡིན་ན་འགྱུར་བ་གཏང་རྒྱུ་གི་སྐོར་གྲོས་བསྡུར་ཡིན། དེ་ཡིན་ན་གཏན་འཁེལ་ཁ་སང་དེ་རིང་ང་པེ་ཅིན་ན་འཚོགས་བཞིན་པའི་རྒྱལ་ཡོངས་མི་དམངས་འཐུས་མི་ཚོགས་ཆེན་གི་ལག་ཁྱེར་དེ་དག་གི་དེ་འགྱུར་བ་གཏང་རྒྱུ་གི་ལག་ཁྱེར་འཇོག་དགོས་ཀི་རྒྱ་ནག་གི་རྩ་ཁྲིམས་དེ་དག་གི་དེ་འགྱུར་བ་གཏང་མི་གཏང་ཟེར་དེ་དཔེ་གཅིག་འཇོག་རྒྱུ་ཡིན་ན་རྒྱ་ནག་གི་རྩ་ཁྲིམས་གི་དོན་ཚན་དྲུག་ཅུ་རེ་བཞི་བ་ནང་ན་རྩ་ཁྲིམས་བསྒྱུར་བཅོས་གཏང་དགོས་གཏང་ན་ཐོག་མར་ཡིན་ན་རྒྱ་ནག་མི་དམངས་འཐུས་མི་ཚོགས་ཆེན་གྱི་རྒྱུན་ལས་ཨུ་ཡོན་དང་ཡང་ན་རྒྱ་ནག་མི་དམངས་འཐུས་མི་ཚོགས་ཆེན་གྱི་འཐུས་མི་གི་ལྔ་ཆ་གི་གཅིག་གིས་དེ་ལ་གྲོས་གཞི་བཏོན་ནས་དེ་དག་གིས་གྲོས་གཞི་བཏོན་ནོ་དེ་དག་དེ་རྒྱ་ནག་མི་དམངས་འཐུས་མི་ཚོགས་ཆེན་གྱི་གསུམ་ཆ་གི་གཉིས་གི་མོས་མཐུན་ཡིན་དང་ནི་འཕྲོ་ནས་ཡིན་ན་རྩ་ཁྲིམས་མ་འགྱུར་བ་བཏང་ན་ཆོག་གཟིགས་ནས་རྩ་ཁྲིམས་མ་འགྱུར་བ་བཏང་མི་བཏང་ར་རྩ་ཁྲིམས་མ་ཡིན་ན་གཅིག་སྐྱར་སྐྱེས་ཡས་མས་ཡིག་གི་དབང་ཚད་ཆ་ཚང་དུ་རྩ་ཁྲིམས་ཀྱི་ནང་བསྟར་སོང་ན་རྒྱལ་ཡོངས་མི་དམངས་འཐུས་མི་ཚོགས་ཆེན་ལ་སྤྲད་ཡོད་གི་ཡིན་ན་ཡང་ད་ཐེངས་ཀྱི་མི་དམངས་འཐུས་མི་ཚོགས་ཆེན་འདི་མ་འཚོགས་གོང་ཡིན་ན་རྒྱ་ནག་གི་དམར་ཤོག་ཚོགས་པ་གི་དབུས་རྒྱུན་ལས་ཀྱི་མགོ་ཁྲིད་ལས་བསྡད་སྟངས་ཡིན་ན་དེའི་སྐོར་ཡིན་ན་ཏང་གི་ཨུ་ཡོན་དེ་ཚོ་ཚོགས་འདུ་འཚོགས་བསྡད་སྟངས་རྒྱ་ནག་གི། རྩ་ཁྲིམས་ཀྱི་ནང་གི་རྒྱལ་ཁབ་ཀྱི་ཀྲུའུ་ཞི་དང་ཀྲུའུ་ཞི་གཞོན་པ་ལོ་ལྔ་ཅན་ཟིག་གི་གཉིས་ཡིན་ཟེར་དགོས་ནོ་དེའི་ཡིན་ཚད་དེ་དག་དུ་མེད་བ་ཟེར་ནས་དེ་ཡིན་ན་སྐྱ་ཐིག་ནན་མོ་རྒྱབ་དང་ཟེར་སྐྱ་ཐིག་རྒྱབ་ནོ་དེ་གཞི་བཞག་དེ་དག་གིས་མ་འོངས་པ་གི་རྒྱ་ནག་གི་ཀྲུའུ་ཞི་ལོ་གི་ཡིན་ཚད་མེད་ནོ་ད་དུ་མོ་བཟོ་གི་ད་འདིའི་དམིགས་ཡུལ་འདི་གང་རེད་ཟེར་དང་ན་ཞི་ཅིན་ཕིང་གི་རྒྱ་ནག་གི་དབང་ཆ་ཡོད་ཚད་བཟུང་གི་འདུག་ནོ་འདིའི་ལ་ཀ་ནས་བཤད་ལས་སོང་ན་ཁོ་རང་གི་དབང་ཆ་དང་ཁོ་རང་གི་མ་འོངས་པ་ན་ཡིན་ན་དུས་ཚོད་ངེས་མེད་ཀྱི་ནང་རྒྱ་ནག་གི་རྒྱལ་ཁབ་དབང་སྒྱུར་དབྱེ་གཅོག་གི་ཆེད་དུ་ཡིན་ན་ཕལ་ཆེར་འདི་མོ་ཟིག་བཟོ་གི་ནོ་ད་ཧ་ཅང་གི་ས་བོ་རེད།
རྒྱ་ཆེའི་ཉན་མཁན་རྣམ་པ་ཚོ། འདི་ཨེ་ཤེ་ཡ་རང་འགག་རླུང་འཕྲིན་ཁང་ཡིན། མུ་མཐུད་ནས་དེ་རང་གི་བསམ་བློ་དཔྱད་གཞིའི་ལེ་ཚན་ལ་ཉན་རོགས་གནང། ད་དུང་གི་རྒྱ་ནག་གི་གཞུང་གི་རྩ་ཁྲིམས་གི་ནང་གི་དོན་ཚན་ཁ་ཤས་བསྒྱུར་བཅོས་གཏང་གི་དེ་དང་དེ་དཔེ་འཇོག་བགྱིས་ན་ཏང་གི་དབང་ཆ་ཡོངས་རྫོགས་འཛིན་དགོས་པ་གསལ་དགོས་འདུག་ལ་སྐོར་ར་དེའི་འཕྲོ་ཡིན་ན་རྒྱ་ནག་གི་ཀྲུའུ་ཞི་གི་དབང་ཚད་ཡིན་ན་ལོ་སྐབས་གཉིས་ཀྱི་ཡིན་ཚད་དུ་འདུག་གོ་དེ་ཡིན་ན་དུས་ཚོད་ངེས་མེད་ལ་འགྱུར་བ་གཏང་དགོས་འདུག་ལ་སྐོར་གི་དོན་དག་འདི་སྐོར་ར་ཡིན་ན་རྒྱ་ནག་གི་རྒྱལ་ཁབ་ནང་ཡིན་ན་ཆོག་གོ་རྒྱལ་ཁབ་ཕྱི་གང་ཡིན་ས་མིན་ས་ན་ཡིན་འདིའི་སྐོར་ལ་ཞིབ་འཇུག་དང་འདིའི་སྐོར་ལ་ལྟ་ཚུལ་འདོན་ན་ཧ་ཅང་གི་གཏམ་མང་ཟེར་བ་ཀི་གང་ལྟར་ཀྱང་མ་འོངས་པ་གི་རྒྱ་ནག་དང་ཁྱི་མོ་ཟིག་གི་ལམ་ཁ་འགྲོ་མི་འགྲོ་དེ་ཚོ་ཧི་རེ་ཅོ་ཧ་སྤྱིར་བཏང་གི་བྱ་ལས་སོང་ན་ཧ་ཅང་གི་དཀའ་མོ་ཟེར་རེད་ད་ཁ་ཡིག་གི་ཆིག་བཤད་སྐོར་ནས་བཟོས་ན་མ་འོངས་པ་ན་ཞི་ཅིན་ཕིང་གི་དབང་ཆ་བཟུང་ངེས་དེ་དང་ཨེ། མའོ་ཙེ་ཏུང་གི་རིག་གནས་གསར་བརྗེ་ལ་སོགས་པ་གི་ཁ་ཐུག་གི་དང་ལམ་ལུགས་རྙིང་བ་དུ་བསྐྱར་ལྷོག་རྒྱག་རྒྱུར་གཟིགས་ཞེ་འདི་རུ་ཡོད་གི་ད་ཡིན་ན་ཁ་ཤས་ཀྱི་དུ་མ་རེད་མ་འོངས་པ་ན་ཡིན་ན་ཞི་ཅིན་ཕིང་གི་དབང་ཆ་ཆ་ཚང་བཟུང་སྟངས་ནི་ཁྲོ་ནས་རིམ་པས་རིམ་པས་ཡིན་ན་ཅིག་རྒྱ་ནག་གི་ལ་ཀ་ཅིག་འགྱུར་བ་གང་ལ་གང་འཚམ་ཟིག་ཡོང་རྒྱུར་གཟིགས་ཞེ་འདི་རུ་ཡོད་གི་ད་ཡིན་ན་ཡང་ད་ལྟ་བར་དུ་རྒྱ་ནག་གི་མ་འོངས་པ་གི་འགྱུར་ལྡོག་དང་རྒྱ་ནག་གི་མ་འོངས་པ་གི་ལམ་ཁ་དེ་གོམ་པ་གང་ཟིག་ཨ་སྤོ་མིང་གི་ཐད་ནས་ཡིན་ན་བསམ་ཚུལ་ད་ལྟ་བར་དུ་དོ་ནུབ་གི་ཞལ་བརྗོད་པ་དང་ཞིབ་འཇུག་པ་དང་ཡང་ན་སྲིད་དོན་པ་ཡང་ན་ཨ་རི་གཙོ་བོ་བྱས་པའི་ད་ནུབ་ཕྱོགས་གི་དམངས་གཙོ་གི་རྒྱལ་ཁབ་མི་ང་ཟིག་གི་ཡིན་ན་རྒྱ་ནག་གི་འགྱུར་བ་ཐེབས་རྒྱུ་གི་ལ་ཀ་ཡིན་ན་དཔལ་འབྱོར་ལ་སོགས་པ་གི་འགྲོ་སོང་དང་ནོར་འདི་ཚང་མ་གི་ཡིན་ན་ནུས་བ་མ་ཐོན་ནོར་བ་ཁུ་བཟོ་གི་ཞལ་བརྗོད་ཞེས་པ་ནང་བཞིན་གྱི་ཐོག་ཁ་སོང་མེད་ནོ། ཕལ་ཆེར་བརྒྱ་ཆ་གི་དགུ་བཅུ་རེད། མ་འོངས་པ་ན་རྒྱ་ནག་གི་གནས་སྟངས་དེ་ཕྱི་མོ་ཟིག་ཆགས་མི་ཆགས་དེ་ར་ད་ལྟ་ཡིན་ན་ཧ་ཅང་གི་བཤད་རྒྱུ་ཁག་པོ་རེད་གྲ་ཡིན་ན་ཡང་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གི་གསུང་བ་ནང་བཞིན་གྱི་རེ་བ་ཆེ་ས་ནས་རྒྱུ་གྲ་སྒྲིག་སྡིག་ས་ནས་ཤེས་ཟེར་བ་ནང་བཞིན་གྱི་གལ་ཏེ་ཞི་ཅིན་ཕིན་གྱི་མ་འོངས་པ་ན་རྒྱ་ནག་རྒྱལ་ཁབ་གྱི་གྲུ་བཞི་གྱི་ཡིན་ཚད་དེ་དག་ཏུ་དུས་ཚོད་ངེས་མེད་ལ་ཏང་གི་བདེ་ཐང་ལས་དབང་ཆེ་ཞིང་ཡིན་ན་ཀྲུའུ་ཞི་གཞོན་པ་སོགས་མ་འོངས་པ་ན་ཡིན་ན་ཅིག་ཏང་གི་དབང་ཆ་གཙོ་བོ་འཛིན་དགོས་ནི་དེའི་ངོ་བོ་དེ་དག་སྟེ་རྒྱལ་ཁབ་ཀྱི་གཙོ་འཛིན་གྱི་དབང་ཆ་འཛིན་རྒྱུ་གྱི་ལ་ཀ་བསྒྱུར་རྒྱུ་གྱི་རེ་བ་ཡོང་ཐུབ་ན་ད་ཡོད་པ་ཟིག་ཡོང་རྒྱུ་རེད་དེ་མ་ཡིན་ལ་བདེ་ཐང་གི་ད་མ་འོངས་པ་ན་ཞི་ཅིན་ཕིང་གི་རང་གི་དབང་ཆ་རང་རང་གི་གོ་གནས་བརྟན་པོ་ཡོང་རྒྱུ་གྱི་ཆེད་དུ་ཡིན་ན་དུས་ཚོད་ངེས་མེད་ཀྱི་ནང་ཡིན་ན་རྒྱ་ནག་གི་དབང་ཆ་བཟུང་བའི་མའོ་ཙེ་ཏུང་གི་དབང་ཆ་བཟུང་བ་ནང་བཞིན་གྱི་རྒྱ་ནག་རྒྱལ་ཡོངས་ལ་དཀལ་ངལ་འཕྲད་པ་ཡིན་ན་མ་འོངས་པར་གྱི་རྒྱ་ནག་འདི་ཧ་ཅང་གི་ད་ཅིག་ཉེན་ཁ་ཅན་དང་འཇིགས་སྣང་ཅན་ཟིག་གི་ལོག་འགྱུར་དུ་ལྡོག་དེ་ཧ་ཅང་གི་གསལ་བོ་རེད་དེ་ཧན་ཆེ་ནས་རྒྱ་ནག་གི་རྩ་ཁྲིམས་ཀྱི་སྐོར་ལ་འགྱུར་བ་གཏང་དགོས་ནོ་འདི་ལ་ཀ་ཡིན་ན་མ་འོངས་པ་ན་འགྱུར་བ་འདི་ལ་བརྟེན་ནས་དེ་དག་གིས་འཛམ་གླིང་སྟེང་གི་དམངས་གཙོ་གི་ལམ་ལུགས་ལ་ཁ་བསྟོད་ཆོག་གྱི་རེད་ཟེར་ནས་དེའི་སྐོར་ལ་སེམས་ཁྲལ་ཡོད་ན་མང་གཟུགས་གང་ལྟར་ཀྱང། མ་འོངས་པ་གི་རྒྱ་ནག་གི་ལམ་ཁ་དེ་གང་ཟག་གིས་འགྲོ་ཐུབ་མིན་དེ་ནི་གཙོ་བོ་རྒྱ་ནག་མི་མང་གི་སྡོད་བློ་དང་རྒྱ་ནག་མི་མང་གི་བློ་སྟོབས་དེ་ལ་རག་ལས་གི། རྒྱ་ནག་མི་མང་གིས་ནི་གུང་ཁྲན་ཏང་གི་སྲིད་དབང་སྒེར་སྤྱོད་ཡིས་གུང་ཁྲན་ཏང་གི་མགོ་ཁྲིད་ཁ་ཤས་ཅིག་གི་ལམ་གང་ཡང་ཁྲིད་ན་ལུགས་ཡིན་ནང་བཞིན་དེ་སོང་བས་བསྡད་ན་རྒྱ་ནག་གི་འགྱུར་ལྡོག་གཅིག་ར་ཐེབས་སྲིད་ཀྱི་མ་རེད། གལ་ཏེ་མི་མང་གི་ཡིན་ན། རྒྱ་ནག་གུང་ཁྲན་ཏང་གི་སྲིད་དབང་སྒེར་གཅོད་དང་དབང་ཆ་སྒེར་སྡུམ་ཡོད་ཁུངས་འདི་དག་འདི་ངོ་ལོག་ཡེ་གྲ་དང། རང་གི་འདོད་བློ་དང་མཐུན་པའི་མགོ་ཁྲིད་འདེམས་འཇོག་གི་ལ་ཀ་འཐབ་རྩོད་ཞུམ་པ་མེད་པ་ཟིག་བྱེད་ཐུབ་པ་ཡིན་ན། དངོས་གནས་དྲང་གནས་རྒྱ་ནག་མི་མང་འདི་རང་དབང་ཟིག་ཐོབ་རྒྱུ་རེད་མ་གཏོགས་ད་ལྟ་བར་དུ་གུང་ཁྲན་ཏང་གི་ལོ་འདི་མོ་མང་ཟིག་གི་རང་དབང་རྒྱ་ནག་མི་དམངས་ལ་དྲག་གནོན་དང་གཉའ་གནོན་གུང་ཁྲན་ཏང་གི་བྲན་གཡོག་བྱས་ནས་ཡོང་དོན་འདི་དོགས་འདི་ཡིན་ན་འགྱུར་བ་ཡོད་ཀྱི་མ་རེད་དེའི་རྒྱུ་མཚན་གྱི་འདི་འགྱུར་བ་གཏང་དགོས་དག་ན་དངོས་གནས་དྲང་གནས་ཀྱི་ད་རྒྱ་ནག་མི་དམངས་ཀྱི་འདོད་བློ་དང་རྒྱ་ནག་མི་དམངས་ཀྱི་སྟོབས་ཤུགས་རག་ལས་ན་མ་གཏོགས་སུ་གང་གིས་རབ་འགྱུར་བ་གཏང་རྒྱུ་དཀའ་མོ་རེད་བསམ་གི་དེའི་རྒྱུ་མཚན་གྱི་མ་འོངས་པ་གྱི་རྒྱ་ནག་འདི་དོགས་འདི་ཆི་མོ་ཟིག་འགྲོ་མིན་ཟེར་ཏེ་མཐར་ཐུག་གིས་སོང་ན་རྒྱ་ནག་མི་དམངས་ཀྱི་འདོད་བློ་དང་རྒྱ་ནག་མི་དམངས་ཀྱི་རང་གི་མ་འོངས་པ་གྱི་འདུན་ལམ་དེའི་ཕྱོགས་ཡིན་ན་འབད་བརྩོན་དང་སྙིང་སྟོབས་ཆེན་མོ་ཟིག་སྤེལ་ལས་དེ་དག་གིས་རང་གི་ལམ་ཁ་ཆེན་མོ་ཟིག་འགྲོ་ཐུབ་མིན་དུ་དོགས་དེ་ན་ད་ཧ་ཅང་གི་གལ་ཆེན་པོ་རེད་གནད་འགག་ཆེན་པོ་རེད་བསམ་གི་དེ་དག་ན་དེ་རང་ངས་དཔྱད་རྩོམ་འདི་འབྱོར་རྒྱུ་ད་བདེ་མོ་བྱས། སེམས་ཁ་དམ་པ་དེ་རང་གི་གསར་འགྱུར་གལ་ཆེན་ཟིག། སུམ་ཅུ་དུས་ཁྲིམས་སྔ་སྣུར་དུ་རྒྱ་ནག་གཞུང་གིས་བོད་ནང་གཞི་རྒྱ་ཆེ་བའི་དམག་དོན་གཞུང་བསྡུར་སོགས་བྱས་ནས་བོད་མི་ཚོར་འཇིགས་སྣང་སྟེར་བཞིན་ཡོད་པའི་སྐོར་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་བརྒྱུད་འོག་གི་ཨ་མི་རི་ཀའི་མི་སེར་ཡིན་པའི་བོད་མི་དང་བོད་དོན་རྒྱབ་སྐྱོར་བ་བརྒྱ་ལྷག་ཨ་རིའི་གྲོས་ཚོགས་ནང་བོད་དོན་ཕྱག་བཏུག་གི་ལས་འགུལ་དེ་མཇུག་སྒྲིལ་འོག་གི་དེ་རིང་གི་ལས་རིམ་གོ་སྒྲིག་པ་བོད་བརྒྱུད་དང་རྩོམ་སྒྲིག་འགན་འཁུར་བ་ཚེ་བརྟན་ནམ་རྒྱུན་འཕྲིན་སྟོན་ལས་རོགས་པ་བསྒྲལ་བའི་སྒྲི Drawflower ཡིན།